འོ་ཡང་སློབ་ཕྲུག་ཚོ་ད་བར་སིང་ཚགས་སོང་ཨ། ད་ང་ཚོ་ཡང་མུ་མཐུད་ནས་སློབ་ཚན་འདི་སྦྱོང་ཚན་འདི་ག་དེ་འགྲོ་གི་ཡིན་ད། ཨ་ནི་དེ་སློབ་དེབ་མ་ཟིན་ཤོག་ཨ། སྦྱོང་ཚན་དང་པོ། ཇུས་དུམ་བཟོ་དགོས། འོ་ད་ཇུས་པ་ཐུན་དུས་ཀྱི་བཟོས་གོ་ད་ཇུས་པ་དུམ་དུམ་གྱི་བཟོས་དུས་ཐུན་དུས་བཟོས་གོ་རེད། ཇུས་པ་ཐུན་དུས་བཟོས། དཔེར་ན། སྤོ་བོ་དང་རྨོ་བོ་གཉིས་གླིང་སྐོར་ལ་ཕེབས། དཔེར་ན། ལབ་དུས་དམ་པ་ཁྱེད་རང་ལ་ཡང་ཇུས་གཏུམ་བཟོ་ཡག་བརྙན་ལ་ཡང་དཔེ་ཆེ་བསྟན་པ་རེད། དེ་འདྲའི་གྲྭ་པ་བཟོས་ཟིག་བར་དང་དཔེར་ན་ལབ་དུས་དེ་འདྲའི་གྲྭ་པ་བྱེད་ཟེར་དེ་ག་རེ་ལབ་རེད། སྤོ་བོ་དང་རྨོ་བོ་གཉིས་གླིང་སྐོར་ལ་ཕེབས་པ་རེད་ཅེས་བྲིས་འདུག་ཨང་སྤོ་བོ་དང་རྨོ་བོ་ཟློ་བ། འོ་འདི་ནང་བཞིན་བྱས་བྱས་ཨ་ནི། འདི་གས་ལ་ཡང་འབྲེལ་བ་སོ་སོ་བཟོས་དེ་དང་འབྲེལ་བ་ཡོད་པའི་བྱ་བ་ཉམས་རྟོགས་བྱ་བྱས་ཨ་ནི་རེད་རེད་བཟོས། ཨ་འདིའི་ཚིག་འདི་ག་རེད་ཟེར་ན། བཙུན་པ་བཙུན་མ། གཞས་པ་གཞས་མ། བདུད་པོ་བདུད་མོ། གཡོག་པོ་གཡོག་མོ། དཔའ་བོ་དཔའ་མོ། འོ་ད་འདི་གས་འདི་ལ་ཡང་ཨ་ནི་བརྗོད་པ་མཐུན་དུས་རེད་རེད་ད་ཇི་སྟེ་དཔའ་བོ་དང་རྨོ་བོ་གླིང་སྐོར་ཕྱིན་ས་དཔའ་བོ་འདི་ནང་བཞིན་ཅེས་བརྗོད་པ་མཐུན་དུས་རེད་རེད་ཁྱེད་རང་ངོ་ནས་དགོངས་པ་ཞིག་གིས་ཞིག་གིས་བཟོ་ཡག་བྱས། འོ་འདི་དང་པོ་དེའི་ཆེད་སྦྱོང་ཚན་དང་པོ་དེ། ད་བྱང་ཚན་གཉིས་པ་དེ་ལ་ག་རེ་ཡོད་རེད་ཟེར་ན། ནས་དཔེ་བསྟན་པ་བཞིན་རེའུ་མིག་སྐོང་ཟེར་ལབ་རེད། འདི་གང་དེ་ནག་པོ་འདི་གའི་ནང་ལ་ཡར་དཔེ་ཆ་བསྟན་འདུག་ཨང། དཔེར་ན། རྟ་ཕོ་ཟེར་བདུན་དེ་རྟ་ཕོ་ཟེར་བརྗོད་ན། རྟ་ཕོ་འདི་ལ་ཡང་ཁྱད་ཆོས་འདི་དཀར་པོ་རེད། སྤང་ལ་ཡོད།

ཨ་དེ་སྦྱོང་ཚན་གསུམ་པོ་འདི་ལ་སྲིད་ཨ། སྦྱོང་ཚན་གསུམ་པ་བར་སྟོང་འགེངས་རྒྱུ་ལ་བརྡ། སྦྱོང་ཚན་གསུམ་པ་འདིར་དེ་བར་སྟོང་བསྡུས་ཏེ་པཱ་ར་བཞག་ཏུ་ཨ། ཚ་ཐན་ཏི་པཱ་ར་དང་སད་ཏི་བདུན་དང་རྒྱབ་གཉིས་ཏི་པཱ་རར་དུ་ཨ། འོ་འདི་གཉིས་ལ་ཁྱེད་རང་གིས་ག་རེ་གོ་འདུག་ཚིག་འདི་དགོངས་པ་ཞིག་གིས་ཞིག་གིས་འདི་རྣམས་ལ་རྒྱངས་སེ་ལབ། ཚོགས་ཁང་ནང། དང། རྣམས་ཀྱིས། གླུ་གཞས་དང། འདི་པར་ར་དེ་གར་གོ་དོ། ཁྱེད་རང་གི་གྱང་ཡག་ཡིན་ད། འདི་པར་ར་ལ་གར་གར་གོ་དོ། དེ་ནས་རྒྱལ་གཅེས་ཀྱིས། ག་རེ་དང་ག་རེ་རྣམས་ལ་རྗེས་དྲན་བྱེད། འདི། ཡང་འདི་པར་ར་དེ་གར་གར་གོ་དོ་ཁྱེད་རང་གི་གྱང་ཡག་བྱེད། ལྷ་མོ་དེ་དགོན་པའི་ནང་ལ་ག་རེ་དང་ག་རེ་བཞུགས་ཡོད་འོ་བཞུགས་སོ་དེ་ཡང་དེ་པར་ར་བར་སྟོང་དེ་ཀྱང་ཀྱང་ཡང་ཡིན་དཱ་ཁོང་པ་ཞིག་གིས་ཤིག་འོ་འདུག་ཅེས་སྦྱོང་ཚན་གསུམ་པ་དེ་དེ་འདྲའི་ཆེད་ད་སྦྱོང་ཚན་བཞི་པ་དེ་ལ་གཟིགས་ཞུ་ཨ། སྦྱོང་ཚན་བཞི་པ། ཕོ་མོ་སྟོན་པའི་སྒྲ་དང་མིང་གི་ཆ་ཤས་གཉིས་སོ་སོར་ཕྱེས་ཟེར་ན་རོ་ད་དེ་ཟེར་བ་དང་ཇི་སྙེད་སྙེད་ལ་འགྲེལ་བཤད་རྒྱས་སོ་ཨ། ཕོ་མོ་སྟོན་པ་ལབ་ན་ཕོ་དང་མོ་སྟི་ཏི་པ་མི་ཅི་མིས་སྣའི་སྒྲ་སེམས་ཅན་ཅི་ལི་གུ་གུར་བ། འོ་ད། ག་ད། མི་སྟོན་གུ། མི་སྟོན་གུ་ཡོད་པ་དང་མི་སྟོན་གུ་མེད་པ་དེ་གཉིས་གཉིས་ཀྱི་དབྱེ་བ་དེ་ཕྱེ་བཞིན་པ་ཇེ་ཟིན་ན་ལ་ཡ། དཔེར་ན་པ་དང་བ་དང་མ་དང་མོ་དང་མང་གུ་རྒྱབ་ཡོད་པ་དེ་ལས། ཡི་གེ་རྒྱབ་ལོག་ལ་མང་གུ་རྒྱབ་ཡོད་པ་དེ་ལས། འདི། མི་ཕྱི་སྟེང་གི་ཡོད་ན་འདི་བདག་སྒྲ་རེད། བདག་སྒྲ་ཡིན་ན། བདུན་བཟླས་བཞག། འོག་དེ་རེའུ་མིག་ནང་ལོགས་ནས་རེའུ་མིག་བདུན་ཏེ་ཕོ་མོ་སྟོན་པའི་སྒྲ་ཟེར་དོ་འོག་དེ་ཕོ་མོ་ཕོ་ཡིན་ན་མོ་ཡིན་ན་ཅི་སྟོན་པའི་སྒྲ་དེ་སྟེ་ཞག་ཕོ་མོ་མ་སྟོན་པས་ན་མིང་གི་ཆ་ཤས་གཟིགས་རོ་བ་མིང་གི་ཆ་ཤས་ལབ་ན་བདག་སྒྲ་མར་བ། བྱས་ཙང་ཕོ་མོ་སྟོན་གི་ཡོད་མར་བ་འོག་དེ་མ་སྟོན་ཉེས་ཏེ་རྒྱབ་ལོགས་དེ་ཚུར་ཞག་འོག་དེ་འདས་ཅིག་ཁྱེད་རང་གིས་འདིའི་ནང་ལོགས་ལ་ཟླུགས་ཟླུགས་གིས་ལོག་གིས་ལ་ཡང་ཨ་ནི་བསམ་བློ་བཏང་ཅིག་འདི་མི་གོ་གི་འདུག་གས།

གཤོག་པ་གཞན་ཐོག་མོ་སྟོན་པའི་མིང་བྲིས། ད་གཤོག་པ་གཅིག་གང་ཡང་དེ་པོ་སྟོན་པའི་མིང་བྲིས་བཞག་ཡོད། ཨ་འདི་ཁ་བརྡས་དེ་གས་པ་བྱུང་ངོ་གཤོག་པ་གཞན་པ་དེ་སྟོང་པ་རེད་དོ་ཨ་ཕྱེ་མ་ལེབ་ཟིག་རེད་བ་ཕྱེ་མ་ལེབ་ཟེར་ནས་དྲ་ཕྱེམ་ཕྱེ་ལ་མ་ཟེར་ནས་དྲ་འདི་གཤོག་པ་གཞན་པ་དེ་སྟོང་པ་རེད་དོ་ཨ་དེ་ཙང་དེ་ཡི་གེ་ལམ་སྟོན་དེ་ན་གར་སྤྲད་ཡོད་རེད་ཟེར་ན་བྱང་ཚན་ལྔ་པ་དེ་ན་གཤོག་པ་གཞན་གྱི་ཐོག་ལ་གཤོག་པ་གཞན་དེའི་ཐོག་ལ་ཟེར་བར་ད་མོ་སྟོན་པའི་མིང་བྲིས་ཟེར་ལབ་རེད།

འོ་ལགས་སོ་ད་ང་ཚོ། པ་ཕ་མ། པོ་ཕོ་མོ་བཅས་བྱ་ཡི་གེ་དྲུག་ཡོད་པ་ཡི་གེ་དྲུག་དེ་གས་དེ་ཨ་ནི་བེད་སྤྱོད་བྱེད་སྟངས་དང་དེ་གས་ཀྱི་ཨ་ནི་སློབ་ཚན་དེ་འདུག་བྱས་ཚར་སོང་ཨ། ད་དེ་རྗེས་མ་ཁྱེད་རང་ཚོ་མུ་མཐུད་ནས་སློབ་ཚན་ཡག་ཡག་ཡག་སླེ་ཡོད་དུས་ཐུབ་པ་ཨ་ནི་པ་ཕ་མ་པོ་ཕོ་མོ་དེ་ག་རེ་ཡིན་མེད་དེ་ཧ་གོ་འདི་ང་རང་ཚོའི་བརྡ་སྤྲོད་ཀྱི་ནང་ནས་བྱས་པ་ཡིན་ན་བདག་སྒྲ་ཟེར་མཁན་ཚིག་འབྲས་དེ་གས་དེ་རེད།

པ་ཕ་མ་སྤོ་ཕོ་མོ་དེ་རྒྱབ་བཅས་མི་ཞིག་བཏིང་གི་མི་འདུག་ན་བདག་སྒྲ་མ་རེད་མིང་རེད་མིང་བརྡ་རེད་མིང་བརྡ་མིང་གི་མཐའ་ལ་བྱུང་ངེས། འོ་ཡ། ད་དེ་འདྲས་བཤད་དྲེ་བཤད་རྒྱབ་རེད་ཨ་འདིའི་ནང་ལོག་ནས་ཕོ་མོ་དེའི་དབྱེ་བ་དེ་གས་དེ་ནི་མི་ཅིག་བཏིང་གི་ཡོད་པའི་གང་ནས་མི་དེ་ཕོ་རེད་དོ་མོ་རེད་དོ་དེ་བཏིང་གི་ཡོད་པ་སྦྱོར་བ་དེའི་དེའི་ནང་ནས་གསལ་བོ་ཧ་གོ་འདུག་ཨ་འོ་འདུག་ཆེ་ཨ་སློབ་ཚན་དེ་ཚོའི་ད་ལྟའི་སྦྱངས་པའི་སློབ་ཚན་དེ་ཚོ་ཁྱེད་རང་ཚོས་ཇེ་མང་ཡི་གེ་ཁྲིད་པའི་ཁ་ཐུག་ལས་ཏན་ཏན་གྱི་འབྲེལ་བ་ཆེན་པོ་ཞིག་ཆགས་ཡོད་རེད་ཡི་གེ་ཀློག་པའི་ཁ་ཐུག་ལ་སྒྲུང་འདི་འདྲའི་ད།